ཡོན་ཏན་ཡིན་ན་ནི་མདོ་སྔགས་ཟུང་འབྲེལ་གྱི་བསྟན་པ་དང་བཅས་པའི་དེ་བས་དུས་ཚོད་དེ་ལ་ཨེ་ལས་མདོ་སྔགས་ཀྱི་གནད་འགག་སྒྲོག་ཅིག་རོབ་ཙེ་ཅིག་ཤེས་ནས། ད་ཡག་ཤོས་བྱུང་ན་ད་ནི་སྔགས་ཀྱི་ཉམས་ལེན་ཡག་པོ་ཅིག་བྱས་ནས། སྔོན་གྱི་སྐྱེས་བུ་དམ་པ་རྣམས་པ་བཞིན་ཚེ་གཅིག་ལུས་གཅིག་ལ་ཡང་སངས་རྒྱས་ཐུབ་པ་ཅིག་བྱེད་ཅིག་བྱས། དེ་འདྲའི་རྒྱས་པས་མ་བྱུང་ན་ཡང་ད་ནི་བར་དོ་ལ་སངས་རྒྱས་ཐུབ་པ་ཅིག་དེ་མ་བྱུང་ན་སྐྱེ་བ་བཅུ་དྲུག་བདུན་ནམ་བཅུ་དྲུག་ཚུན་ཆད་ལ་ཡང་སངས་རྒྱས་ཐུབ་པ་ཅིག་གིས་ཤུགས་རྒྱག་ཡ་དེ་སྔགས་ལ་བརྟེན་ནས་ནུས་པ་ཡོད་དུས་ཚར་ནས་ང་རང་ཚོས་ཤུགས་རྒྱག་དགོས་ན

ཐེག་པ་ཆེན་པོའི་མདོ་དང་སྔགས་ཀྱི་བསྟན་པ་རྣམ་པར་དག་པ་ཅི་དང་རྗེས་ཐོབ་ཤོག། རྒྱལ་བ་ཆེན་པོའི་ཚེ་འདི་ལས་སངས་རྒྱས་མ་ཐུག་ན་རྒྱལ་བ་ཇེ་མང་དེ་ནས་མངོན་འདོད་ལུས་རྟེན་ཡག་པོ་གྲུབ། དེ་གང་ལ་ཡང་དེ་བྱུང་གཞོན་ནུ་ཉིད་ནས་སངས་རྒྱས་ཀྱི་བསྟན་པ་ལ་ཡང་དེ་དད་པ་དང་མོས་གུས་རྒྱས་ཐོབ་བ་ཅིག་ཡོང་བ་ཤོག། དེ་གང་ལ་ཡང་དེ་ཤེས་རབ་རྣམ་པར་དག་པ་ཅི་དང་འགྲོགས་ནས། དགེ་རྒན་ཡག་པོ་བླ་མ་མཇལ་བའི་བཤེས་གཉེན་ཡག་པོ་ཅི་དང་མཇལ། དེ་ལས་དེ་ནས་རྒྱལ་བ་ཀུན་ཏུ་ཡང་དག་བླ་མ་དང་འབྲལ་མེད། ཁ་མ་བྲལ་བར་བྱས་ནས་བླ་མ།

རྒྱལ་བ་འཇིག་རྟེན་མགོན་པོའི་སྲུང་མ་ནང་བཞིན་བླ་མ་སྐུ་བཞི་གངས་རི་ལྟ་བུ་དེའི་མདུན་ས་ནས་འོ་དེ་ལས་ཡག་དེ་དད་གུས་ཀྱི་ཉི་མ་མ་ཤར་ན་བྱེ་བྲག་གི་ཆོས་རྒྱུན་ཡོང་གི་མ་རེད་བླ་མ་སྐུ་བཞི་གངས་རི་དེ་ལ་དད་པ་དང་གུས་པས་ཉི་མ་དེ་ཤར་སོང་ན་གངས་རི་ལས་ཆོས་རྒྱུན་བྱུང་བ་བཞིན་དུ་བླ་མའི་བྱིན་རླབས་དེ་སོ་སོའི་སེམས་ལ་འཇུག་ཐུབ་པ་ཅིག་ཡོང་གི་རེད་བསྟན་ས་ནི་འབྲལ་མེད་ཆོས་ཀྱི་དཔལ་ལ་ལོངས་སྤྱོད་ཅིང། དེ་ལ་བརྟེན་ནས་དེ་ནི་ཆོས་ཐོས་བསམ་སྒོམ་གསུམ་དེ་གའི་ཆེད་ཡིན་དུས་དེ་ནི།

ཨོ་དེ་གའི་རྒྱུ་མཚན་མང་པོ་ཞིག་འདུག་ང། གནས་གསང་སྔགས་ཀྱི་ཉམས་ལེན་དེ་གའི་བྱེད་པར་བྱེད་པ་ལ་དབང་མ་ཞུས་ན་གནས་གསང་སྔགས་གཞུང་འདི་ཚོ་ཡང་བལྟ་ན་འགྲིག་གི་མི་འདུག་ང། ཁོ་རང་ཁོ་རང་གསང་སྔགས་ཀྱི་རྒྱུད་ལས་དེ་རྒྱུད་དོན་དེ་ཐོས་བསམ་སྒོམ་གསུམ་བྱེད་པ་ལ་དབང་བར་བྱེད་པ་ཡིན་ས་རེད་དབང་བོད་སྐད་དུ་ལ་དབང་ལ་དགོས་ཏེ་དེ་ལ་ཡང་དེ་ཆོག་མཆན་འབྲི་བར་བྱེད་ན་ཡང་དེ་དབང་དེ་ཡིན་པར་བཤད། ད་དབང་ཞུས་ཚར་ནས

བླ་མ། འཁོར་དང་བཅས་པ་དེ་སྐད་དུ་བསྡུས་ནས་ཡང་སྐྱབས་ཡུལ་གསལ་བཏབ། ཨེ་ནས་དགོངས་གསོལ་སྔོན་དུ་བཏང་བའི་ཐོག་ནས་སྤྱོད་འཇུག་ནས་གསུངས་བྱ་བའི་བྱང་ཆུབ་སེམས་ཀྱི། བྱང་ཆུབ་སེམས་བཟུང་བ་གསལ་དུ་བྱས། ཨེ་འདི་གང་ལ་བྱང་ཆུབ་ཀྱི་སེམས་ཀུན་རྫོབ་བྱང་ཆུབ་ཀྱི་སེམས་འདི་སྟེ་ཅེས་བསྒོམ། སེམས་རྣམས་ལ་ཡང་ཅིག་གྲོལ་འགྲོ་ཅིག་གཡོ་བ་ཅིག་ཅེས་ཡང་ཅིག་བྱས། ད་དེ་ནས་མི་དགེ་བ་ལ་ཡང་དེ་དེ་དག་གསོལ་བ་བཏབ་པས་བླ་མ་མཆོག་རང་གི་སྤྱི་བོའི་གཙུག་ཏུ་ས་མ་ཛ་ལ་ཡང་གྱིས་ཤིག་རང་དང་རོ་གཅིག་གྱུར་ཟེར་གྱིས། ཨེ་ནས་དེ་ག་དུས་དེ་ལ་དོན་དམ་བྱང་ཆུབ་ཀྱི་སེམས། རེ་བ་བླ་མ་རང་ཉིད་ལས་མ་ཐེམ་རྩ་བའི་རྗེས་ལ་ནི། རང་གི་ལུས་ངག་ཡིད་གསུམ་དང་བླ་མའི་སྐུ་གསུང་ཐུགས་གསུམ་དེ་ངོ་བོ་དབྱེར་མེད་དུ་གྱུར། དེ་ལས་བརྟེན་ནས་བདེ་བ་ཁྱད་པར་ཅན་སྐྱེས་བདེ་བ་དེ་གི་སྟོང་པ་ཉིད་མེད། དེ་འདྲ་གི་སྟོང་པ་ཉིད་རྩེ་གདིང་དུ་རྩེ་གཅིག་ཏུ་མཉམ་པར་བཞག་ཡོད་བསམ་ནས་དེ་ནི་སྟོང་ཉིད་སྒོམ་པར་བྱེད་ཡ་སྟེ། དེ་རྗེས་དེ་སྒོམ་རྒྱག་སྟེ་ཐུགས་སུ་ཆུད། ངོ་བོ་དེ་ཉིད་ཉིད་དེ་ལྟར་བླ་མའི་སྐུ་དོན་ལ་ང་ཚོ་ཁས་ལེན་ཡང་དེ་རེད།

སྙིང་ག་ལ་ཡང་དེ་ལྟར་འོད་དཀར་པོ་གོ་གོ་ཅིག་ཡོད་བསམ་ནས་གོམས་ཤར་བས་དེའི་སྟེང་དུ་རྡོ་རྗེ་དཀར་པོ་རྩེ་ལྔ་པའི་རྣམ་པ་ཅིག་འདུག་ཡ། ཨོ་དེ་དེ་ཨོ་མི་ཟ་བར་ཡོ་ག་རྩིས་དང་དབུལ་བ་ལྟར་ཡང་མི་ཡོད། ཨོ་དེ་དེ་ཚོའི་གྲས་དེ་དེ་ཡིན་པ་རེད། ར་ཡ། ངས་ཅི་བསམ་ཐམས་ཅད་རྣལ་འབྱོར་གྱི་སེམས་ཟེར་ཏེ། ཨོ་ད་ཐམས་ཅད་རྣལ་འབྱོར་གྱི་སེམས་ཟེར་ཏེ། དེ་ན་ལ་ཡང་དེ། སྔགས་ཀྱི་ཉམས་ལེན་བྱེད་ཡ་གི་མ་རྩ་གྲོགས་དེ་དེ་ཡིན་པ་རེད་བ། སྔགས་ཀྱི་ལྷ་ཅིག་བསྒོམ་ཤོག་ཟེར་བ་ཡིན་ན་མདུན་དེ་ལས་ལྷ་རྡོག་རྡོག་རེ་ཅིག་བསྒོམ་བསྡད་པ་དེས་སྔགས་ནས་བཤད་པའི་ལྷ་བསྒོམ་པ་རེད་མི་འདུག་གམ། སྔགས་ནས་བཤད་པའི་འདི་མདུན་ལས་ལྷ་ཅིག་ཅིག་པོ་བསྒོམ་ཡ་ཙམ་དང་བར་གྱི་ཐེག་པ་ལས་ཡོལ་བ། སྔགས་ནས་བཤད་པའི་ལྷ་བསྒོམ་ཟེར་ལྷ་དེའི་བསྒོམ་སྟངས་དེ་དེ་ནི་དང་པོ་བྱང་ཆུབ་སེམས་ཡག་པོ་བསྒོམ། ཨ་ནི་དེས་ཐེག་པ་ཆེན་པོའི་ཆོས་ལ་འགྲོ་མི་ཤེས་པ་ཅིག་བཟོས། ཨ་འདི་གང་ལས་དེ་སྟོང་པ་ཉིད་ཀྱི་ལྟ་བ་དེ་ཡག་པོ་ཅིག་ཟད་བཏབ་ནས་སྟོང་ཉིད་རྟོགས་པའི་བློ་དེས

གསང་སྔགས་དེ་ཕར་ཕྱིན་ལས་སངས་རྒྱས་དབྱར་གྱི་ཁྱད་པར་དུ་འཕགས་པའི་ཞུ་བ་ཅིག་ནུས་པ་ཡོད་རེད་བྱས་ནས་ང་རང་ཚོ་མདོ་སྔགས་ཀྱི་བསྟན་པ་དར་ཏེ་ཟེར་གནས་དེ་ལ་ཡོངས་གྲགས་འགྲོ་བ་ཆགས་བསྡད་ཡོད་རེད། ཡིན་ནའི་ངས་གསང་སྔགས་ཀྱི་གཞུང་ལ་ཡར་དེ་སློབ་སྦྱོང་བྱས་མ་བྱས་པ་བྱས་ནས་མདོ་སྔགས་ཀྱི་བསྟན་པ་གཉིས་ཡོད་རེད་གསང་སྔགས་ཟེར་འདི་རྩ་ཆེན་པོ་ཅིག་རེད་བྱས་བྱས་ད་ག་ཟེ་བྱས་བྱས་ན་འདི་ཕྱོགས་གཅིག་ནས་སོ་སོ་ལས་གྲོང་ཆེན་པོ་ཞིག་རག་གི་ཡོད་རེད་ཟེར་བ། གྲོང་ཁུལ་ཆེན་པོ་ཞུ་བ་ཅིག་རག་གི་ཡོད་རེད།

དབང་གི་དངས་མ་དེ་ལ་གཙོ་བོས་ཇི་ལྟར་བཀའ་སྩལ་བ་དེ་དག་ཐམས་ཅད་བདག་གིས་བགྱིའི་ཟེར་ན། གཙོ་བོ་ཟེར་ན་བླ་མ་དང་ངོ་དབྱེར་མ་མཆིས་པའི་རྒྱལ་བ་རྡོ་རྗེ་འཆང་གིས་དེ་འདྲས་བྱས་ནས་གསུངས་སོང། ཨེ་མའི་ཡང། ལྷའི་བླ་མའི་རྣལ་འབྱོར་འདི་ཡག་པོ་བྱེད་ཀྱི་ཡིན་ལྷ་ཡི་རྣལ་འབྱོར་འདི་ཡག་པོ་སྐྱོང་གི་ཡིན་སྔགས་ཉམས་ལེན་ཡག་པོ་བྱེད་ཀྱི་ཡིན། དོན་དག་འདི་དེས་ན་ལས་ཚིག་འདི་དེ་འདྲས་ལབ་ཀྱི་ཡོད་དོ། བྱས་ན་ཡག་པོ་བྱེད་ཀྱི་ཡིན་ཟེར་ན་ག་འདྲས་བྱེད་ཀྱི་ཡིན་པས་དྲིས་ན།

ཤེས་དགོས་པ་དེ་གལ་ཆེན་པོ་འདུག་བྱས། ངག་གི་ས་དང་ལམ་གྱི་དཔེ་རིས་རིམ་པ་དེ་ཚོ་ཤེས་དགོས་པ་དེ་དཔེ་གལ་ཆེན་པོ་ཞིག་རེད། ངག་གི་ས་དང་ལམ་གྱི་རིམ་པ་དེ་ག་དེ་ཤེས་པར་བྱེད་དགོས་ན། དེ་ནི། ད་རྒྱལ་བ་རྒྱལ་བའི་གཞུང་ཆེན་མོ་དང་སྦྱར་ནས་འགྲོ་སྟངས་ཅི་ཡོད་རེད། དེ་མེད་ཚེ་ཁོ་རང་ངག་གི་སློབ་སྦྱོང་སྦྱར་ན་སྦྱར་ཡས་ཡོད་ཅི་རེད། ཡིན་ནའི། ད་སོ་སོ་དུས་ཚོད་རིང་པོ་མེད་པར་བྱས་དེ་འདྲ་ཡིན་ན་ངག་གི་ས་ལམ་སྙིང་པོ་བསྡུས་དུས་དེ་འདྲ་ཡོད་རུང། འོ་དེ་འདྲ་ཅིག་སྦྱང་གི་ཡིན་ན་ཡང་དོན་དག་དེ་ག་དེ་གནད་བསྡུས་པ་དེ་དེ་ན་ཚང་ཅི་ཡོད་རྒྱུ་ཙམ་རེད་དེ།

ཏང་ཙུའུ་སྔོན་མ་བསྐྱེད་རིམ་སྐབས་ཐོག་ཅིག་ཞུས་ཡིན་པ། ཨོ་དེ་ད་ཚོད་བསམ་བློ་བྱས་ཏང་དེ་སྐབས་ཐོག་ལས་བསྐྱེད་རིམ་ཟེར། རོ། རང་ཉིད་ལྷ་ཡི་རྣལ་འབྱོར་དང་ལྡན་པའི་སྒོ་ནས་ལྷར་སྐྱེ་བར་བྱེད་པའི་རིམ་པ་ཡིན་ཙང་བསྐྱེད་རིམ་བྱས། ད་དེ་ལ་ཡང་བསྐྱེད་རིམ་ནི་ནི། རིམ་པ་རགས་པ་དྲན་པ་གཅིག་པའི་རྣལ་འབྱོར་ཕྲ་བ་རྟོགས་པའི་རྣལ་འབྱོར་འདི་འདྲའི་ཡོད་པར་བྱས། རོ། ནི་ནི་བསྐྱེད་རིམ་ལས་དང་པོ་བ་ཡེ་ཤེས་ལ་ཅུང་ཟད་འབར་བ་ཡེ་ཤེས་ལ་ཅུང་ཟད་དབང་ཐོབ་པ།

སྐྱེ་བ་དང་ཤི་བ་དང་བར་དོ། འོ་དེ་གསུམ་དང་ཅི་རིགས་པ་དང་བློས་གསར་དུ་བཏགས་ནས་སྒོམ་པར་བྱེད་པའི་རིམ་པ་དང་པོའི་རྣལ་འབྱོར་གྱི་ལས་བསྐྱེད་རིམ་གྱི་ལས་བྱེད། ད་རེད་བ། ད་ལྟ་ང་ཚོ་སྐྱེས་བདེ་ཡོད་རེད་བ། ད་ནི་དེའི་རྗེས་ལ་ཡང་དེ་ཤི་བ་ཡོང་གི་རེད་བ། དེ་ནས་རྗེས་ལ་བར་དོ་ཡོང་གི་རེད་བ། འོ་དེ་གས་དེ་མ་འོངས་པ་ལ་ཡོང་རྒྱུ་དེ་གས་དེ་ད་ལྟ་རང་བློས་འདི་འདྲས་ཅིག་སྦྱངས་བྱས། འདི་རྣལ་འབྱོར་ལ་ཁྱེར་བྱས་ནས་ཉམས་ལེན་བྱས་ཡག་རིམ་པ་གཅིག་ཡོང་གི་རེད། སྐྱེ་ཤི་བར་དོ་གསུམ་གྱི་རྣལ་འབྱོར།

ལོངས་སྐུར་ལྡང་བསམ་པ་ཞེས་བྲི་བ། ལོངས་སྐུར་ལྡང་བསམ་པས། ཆོས་སྐུ་ཁོ་རང་གི་དབྱིངས་ལ་བྱ་ན་སེམས་ཅན་གྱི་དོན་བྱེད་ཡ་ལ་ཡང་གོ། ད་དུང་ཆ་རྐྱེན་གྱིས་འཛིན་གྱི་མེད་ནས་ཨེ་ནི་ལོངས་སྐུར་ལྡང་དགོས་འདུག་བསམ་ནས་བློ་ཡི་འཕེན་པ་དང་བཅས་ནས་ཨེ་ནི། བར་དོ་ལ་ཡང་དེ། བར་དོའི་ཚུལ་དེ་ལ་དེ། ལུས་འདིའི་དབང་པོ་ཀུན་ཚང་ཐོག་མེད་དུ་འགྲོ་དོན་གཉིས་བརྩམས་ནས་ལོངས་སྐུ་ཟད་དེ་དེ་འདྲའི་འགྲོ་བྱེད་ཡིན་པས། ལོངས་སྐུར་ལྡང་སྙམ་པའི་སྒོ་ནས་བར་དོ་ལ་ལྡང། བར་དོ་བསྒྲུབ་ཡག་གི་ཚུལ་དེ་ལ་སེམས་ཅན་གཞན་དག་བར་དོ་བསྒྲུབ་ཡག་ཚུལ་དེ་ལ

འོ་དེ་རྨང་གཞི་རེད། དེ་ག་དེ་ད་ལྟ་ལས་དབང་གིས་ཨ་ནི་འགྲོ་དུས་ཚར་ནས་ཁོ་ད་ག་བེད་སྤྱོད་ཁྱོད་ཚར་བྱེད་ལས་ང་ཚོ་ལྕགས་ལག་ཡག་པོ་གཅིག་བེད་སྤྱོད་ཐབས་སྐྱོ་བོ་གཅིག་གང་ལ་བཏང་ནས་ཡོད་འགྲོ་ཅི་བྱེད་ཅེས་དྲུག་ཡོད་རེད། ད་ལྟའི་ལྕགས་ལག་ཡག་པོ་དེ་བེད་སྤྱོད་ཡག་པོ་གཅིག་བཏང་བ་ཡིན་ན་ཨ་ནི་དངོས་གནས་དྲན་ནས་ཀྱི་ནུས་པ་ཆེན་པོ་གཅིག་གི་ངོ་ལ་འགྲོ་ཐུབ་ཡ་ཡོད་རེད་དེ་ནས་ཡིན་ད་ནི་ལམ་གྱི་གསང་སྔགས་གནད་འགག་དེ་ག་དེ་ཤེས་པའི་སྒོ་ནས་ཨ་ནི་ལམ་གསུམ་པོ་དེ་སྦྱངས་དེ་ལ་བརྟེན་ནས

གསལ་བའི་དངོས་སམ་དེའི་དོད་ཐུབ་པའི་རྫོགས་རིམ་ཐོབ་པ་ལ་ང་བན་རྡོ་རྗེ་འདེབས་པའི་མིང་གིས་བཏགས་པས་སྲོག་རྩོལ་གྱི་ཡན་ལག་གམ་དེའི་དོད་ཐུབ་པའི་རྫོགས་རིམ་སྔོན་དུ་འགྲོ་དགོས་རེད། ད་ང་ཚོ། ལུས། རྫོགས་རིམ་རང་ལ་ཡོད་དེ། ལུས་བན་ཟིན་ཅིག། ངག་བན་ཟིན་ཅིག། གསལ་བན་ཟེར་ཅིག། དེ་ནས། ཨོ་དེ་དབེན་པ་གསུམ་གྱི་ཏིང་ངེ་འཛིན་ཡིན། ལུས་དབེན་ས་དེ་སྐུ་རྡོ་རྗེའི་ཏིང་ངེ་འཛིན་གཅིག་བྱེད། དེ་ནས་ངག་དབེན་ས་དེ་གསུང་རྡོ་རྗེའི་ཏིང་ངེ་འཛིན་བྱེད། དེ་ནས་སེམས་དབེན་ས་ནི་ཐུགས་རྡོ་རྗེའི་ཏིང་ངེ་འཛིན་ཏིང་ངེ་འཛིན་གསུམ་ས་དེ་ཡིན་ཏིང་ངེ་འཛིན་གསུམ་ས་དེ་དེ་ལས། ལུས་དབེན་ངག་དབེན་སེམས་དབེན་གསུམ་པོ་དེ་དེ་བྱེད། དེ་ནས་དེ་རྗེས་ལ་ཡང་དེ་ལ་མ་དག་པའི་རྒྱུ་ལུས་དབེན་དེ་ནས་དོན་གྱི་འོད་གསལ

དེ་འདྲ་བའི་རྫོགས་རིམ་གྱིས་སྙིང་གའི་རྩ་མདུད་རྫོགས་པར་མ་གྲོལ་བར་སེམས་དབེན་དངོས་སམ་དེའི་དོད་བསྡུ་བའི་རྫོགས་རིམ་སྐྱེ་མི་རུང་བའི་ཕྱིར། དེ་འདྲ་བའི་རྣལ་འབྱོར་གྱིས་སྙིང་གའི་རྩ་མདུད་རྫོགས་པར་གྲོལ་བ་ལ་བསླབ་རིམ་ཆེ་ན་ལུས་དབེན་དངོས་སམ་དེ་དང་རིགས་འདྲ་བའི་རྫོགས་རིམ་སྔོན་དུ་འགྲོ་དགོས་ཏེ། རྩ་མདུད་གཞན་ལས་སྙིང་གའི་རྩ་མདུད་གྲོལ་དཀའ་བ་དང། སྙིང་གའི་རླུང་སྡུད་པ་ལས་གནས་གཞན་དུ་རླུང་སྡུད་པར་སླ་བའི་ཕྱིར་རོ། དེ་འདྲ་བའི་རྫོགས་རིམ་ཡོངས་རྫོགས་རྒྱུད་ལ་སྐྱེ་བ་ལ་རྫོགས་རིམ་གྱིས་རྟོགས་པ་རྫོགས་པར་རྒྱས་པའི་རྒྱུད་སྨིན་བྱེད་དུ་འགྲོ་ངེས་ཀྱི་བསྐྱེད་རིམ་ཕྲ་རགས་ཐུན་བཞིར་བསྒོམ་པ་སྔོན་དུ་འགྲོ་དགོས། དེ་ལ་ནི་དབང་རྣམ་པར་དག་པ་ཐོབ་པ་དང་དམ་ཚིག་དང་སྡོམ་པ་རྣམས་པར་སྡོམ་པ་རྣམས་ལེགས་པར་བསྲུང་བ་དགོས། དམ་སྡོམ་བསྲུང་བའི་སྣོད་ཀྱི་མཚན་ཉིད་ཚང་བ་ལ་བྱང་ཆུབ་ཀྱི་སེམས། སེམས་ཉིད་སེམས་གཉིས་ཡན་ལག་དང་བཅས་པ་ལ་སྤྱོད་པའི་ལམ་ཐུན་མོང་བའི་རིམ་པ་ལ་བསླབ་དགོས་སོ། འོ་འདི་གི་དོན་དག་ག་དུས་འགོ་རེད་ཟེར་ན། ད་འཇིགས་ཟེར་ཡག་གི་འགྲེལ་བཤད་དེ་དོན་དག་དེ་ལས་གི་འདུག་གམ། ང་ཚོས་རྒྱལ་བ་རྡོ་རྗེ་འཆང་གི་གོ་འཕང་མྱུར་ཐོབ་ཤོག་ལབ་གི་ཡོད་རེད། རྒྱལ་བ་རྡོ་རྗེ་འཆང་གི་གོ་འཕང་ཟེར་ན་ག་འདྲས་ཅིག་རེད་ཟེར་ན། འོ་ད་རྡོ་རྗེ་འཆང་ཟེར་ད་ནི་གཉིས་ཟུང་དུ་འཇུག་དུ་འཇུག་ཟིན་ཡོད་རེད། གཉིས་ག་རེད་གཅིག་སྒྱུ་ལུས་རེད། གཅིག་འོད་གསལ་རེད། དེ་ཉིད་གཉིས་ཚོགས་དེ་རྒྱུ་དེ་ལས་ཟུང་འཇུག་ཟེར། འོ་དེ་ལས་རྡོ་རྗེ་འཆང་ལབ་ཞུ། དེ་དངོས་གནས་དྲན་རེག་གི་སངས་རྒྱས་ཀྱི་ཐ། ཐོབ་བྱ་མཐར་ཐུག་དེ་དེ་རེད། དེ་འདྲའི་གཅིག་ཐོབ་པར་བྱེད་པ་ལ་བོད་ནི། གཉིས་མཉམ་དོ་ཡོང་ཡག་བྱེད་པ་ལ་ཡ་རེ་རེ་ནས་གོ་རེ་བ། སྒྱུ་ལུས་གོ་རེ་འོད་གསལ་གོ་རེ་ཁོ་གཉིས་གཉིས་ཚང་གོ་ཐུབ། དེ་འདྲའི་གི་སྒྱུ་ལུས་དང་འོད་གསལ་གཉིས་ཚུགས་རུག་རུག་བྱེད་བྱེད་པ་ལ། སྒྱུ་ལུས་དང་འོད་གསལ་གཉིས་རུག་རྡུག་བྱེད་པ་ལ

གང་དག་ཀྱང་རྒྱལ་བ་རྡོ་རྗེ་འཆང་གི་གོ་འཕང་ཐོབ་པ་ལ་ཟུང་འཇུག་ཟེར་དེ་ཧ་གོ་དགོས་འདུག་སློབ་པའི་ཟུང་འཇུག་ཟེར། སློབ་པའི་ཟུང་འཇུག་ལ་དབུགས་དག་པ་སྒྱུ་མའི་སྐུ་དང་ཐུགས་དག་པ་དོན་གྱི་འོད་གསལ་དེ་ཉིད་མངོན་དུ་འགྲོ་དགོས་འདུག། དེ་འདྲ་ཡིན་དུས་ཙམ་ནས། སྒྱུ་ལུས་དག་པའི་སྒྱུ་མའི་ལུས་ཐོབ་པར་བྱེད་པ་ལ་དོན་གྱི་འོད་གསལ་ཟིན། འོད་གསལ་གྱི་སྟོང་པ་ཉིད་མངོན་སུམ་དུ་རྟོགས་པ་དེ་བློ་འདི་སྔོན་དུ་འགྲོ་བར་མངོན་དུ་བྱེད། འོད་གསལ་གྱི་སྟོང་པ་ཉིད་མངོན་སུམ་དུ་རྟོགས་པའི་བློ་འདི་སྔོན་དུ་སོང་བར་བྱེད་པ་ལ་ལན་ནི། དེ་སྔོན་ལ་ཡང་དེ་མ་དག་པའི་སྒྱུ་ལུས་ཟད་དེ་རུ། བུམ་པའི་སྟོབས་ཀྱིས་ཤར་དེ་ཉིད་ཀྱི་འཇའ་ཚོན་ལྟ་བུའི་ལུས་ཀྱི་རྨི་ལམ་གྱི་ལུས་ལྟ་བུ་ཅིག་ཡོད་པ་དང། འོ་དེ་འདྲའི་འབྲས་བུ་དེ་སྔོན་དུ་མ་སོང་ན་ཡོང་གི་མི་འདུག། མ་དག་པའི་སྒྱུ་མའི་ལུས་དེ་ཉོན་སྒྲིབ་སྤངས་ཡོད་མར་གདའ། ཡིན་ན་ཡང་འཇའ་ལུས་སྒྲོག་ཅིང་དོར་ཡ་བྱེད་རོགས་དེ་ནས་དྲན། ཡང་ན་མ་དག་པའི་སྒྱུ་མའི་ལུས་ཟེར་བར། མ་དག་པའི་སྒྱུ་མའི་ལུས་དེ་ཐོབ་པར་བྱེད་པ་ལ་དེའི་སྔོན་ལ་ཡིན་གཅིག་མིན་གཅིག་གིས་ཡང་ན་སེམས་དབེན། ཟིན་ཏེ་ཐོབ་དགོས་རེད་སེམས་དབེན་པ་ས་དེ་རེད་བ། སེམས་དབེན་པ་ས་དེ་སེམས་ཤིན་ཏུ་ཕྲ་མོ་གཅིག། ང་ཚོའི་གཟུགས་པོ་འདི་ཧོབ་ཏུ་ག་ལ་ཡོད། ཤ་དང་ཁྲག་དང་རུ་སྒོ་དང། ཡང་ན་དེ་འདྲའི་སྒྲ་མ་འགྲོ་ཡོད་རེད་བ།

ཐོག་མའི་བཟོ་གཡར་གྱི་མན་ངག་དེ་ལས་མང་པོ་བསྟན་དགོས་དོན། བྱས་ཙང། ཤ་རུས་བདེ་བྱེད་ཀྱི་ལུས་པོ་དེ། ཧོབ་དཀར་སངས་རྒྱས་བཟོ་ཡ་མེད་ཡིན་ཙང་ནི། སངས་རྒྱས་ཀྱི་ལུས་དེ་སངས་རྒྱས་ཀྱི་ལུས་དེ་ལ། རྒྱུ་ཡག་པོ་ཅིག་བོར་བ། རྒྱུ་ཡག་པོ་དེ། རླུང་ཤིན་ཏུ་ཕྲ་བ་ཅིག། རེད་བ། གཙང་མའི་རླུང་ཤིན་ཏུ་ཕྲང་བ་ཅིག་གོ་གི་ཡོད་བྱས་ཏེ་འོད་གསལ་གྱི་བཞོན་པར་གྱུར་བའི་རླུང་འོད་ཟེར་ལྔ་པ་ཟེར། དེ་འདྲ་བའི་དེ་ལ། འོད་གསལ་གྱི་སེམས་དེ་གོ་གི་ཡོད་བྱས་འོད་གསལ་གྱི་སེམས་ཀྱི་ལྷན་ཅིག་བྱེད་རྐྱེན་དང།

རྒྱ་གར་ལ་ཕེབས་བོད་ལ་ཕེབས་ཏེ་ཞོགས་ལས་ཞོགས་པའི་གཅིག་ནང་ལས་ཕེབས་པའི་ལོ་རྒྱུས་དེ་འདྲ་འདུག་ཨང། རྒྱ་གར་ནང་ལས་འདྲ་དོ་ནས་དེ་ནས་ད་རང་ཕེབས་པ་ཡིན་ཟེར་དེ་ནས་བོད་ལ་ཕེབས་པའི་ལོ་རྒྱུས་དེ་འདྲ་དང། འོག་འདུག་ཚུལ་སྒྱུ་ལུས་ཟེར་ཐུབ་ས་སོང་ན། བསམ་བློ་དག་བཏང་པ་དག་རང་ཁྱུག་ཅིག་ལ་ཕེབས་ཕེབས་ཐུབ་ཡག་གི་དེ་འདྲས་ཀྱི་རྫུ་འཕྲུལ་གྱི་ནུས་པ་ཅན་ཞིག་ཡོད་ཡིན་པ་རེད། དེ་འདྲས་ཀྱི་སྒྱུ་མའི་ལུས་ཅིག། དཔེ་བཅུ་གཉིས་ཀྱིས་མཚོན་པར་བྱེད་ཡག་གི་སྒྱུ་མའི་ལུས་ཅིག་ཐོབ་པར་བྱས་པ་ལ།

ལྷ་ཡི་རྣལ་འབྱོར་ཡག་པོ་ཅིག་སྐྱོང་དགོས་ཀྱི་ཡོད་ད་ནི་སྔགས་ནས་ཤེས་པའི་ལྷ་ཡི་རྣལ་འབྱོར་དེ་སྐྱོང་དགོས་རེད་དེའི་སྔོན་ལ་ཡང་དེའི་དབང་ཐོབ་དགོས་པ་རེད། དབང་རྣམ་པར་དག་པ་ཞིག་ཐོབ་དགོས་པ་རེད། དབང་རྣམ་པར་དག་པ་ཅིག་ཐོབ་པར་བྱེད་པ་ལ། དཀྱིལ་འཁོར་མཚན་ཉིད་ཚང་བ་ཅིག་ཡི་དམ་མཚན་ཉིད་ཚང་བ་ཅིག་བླ་མ་མཚན་ཉིད་ཚང་བ་ཅིག་སློབ་མ་རང་ཉིད་ཀྱང་འདི་གི་དབང་ཞུ་བའི་གནས་སྐབས་ལ་ཡང་དེ་ཏག་ཏག་བསམ་བློ་བཏང་ཐུབ་ཉིན་ཅིག་ཤེས་རབ་ཡོད་པ་དད་པ་ཡོད་པ་སྙིང་རྗེ་ཡོད་པ་སངས་རྒྱས་ཀྱི་གོ་འཕང་འདི་སེམས་ཅན་ཐམས་ཅད་ཀྱི་དོན་དུ་སྦྱོར་ནས་མྱུར་དུ་ཐོབ་འདོད་ཀྱི་འདུན་པ་ཡོད་པ་དེ་འདྲའི་སློབ་མ་གཅིག་གི་དབང་ཞུས། ཨེ་ནི་དབང་དུས་སུ་ཁས་བླངས་པའི་དམ་ཚིག་དང་སྡོམ་པ་མིག་གི་འབྲས་བུ་བཞིན་དུ་བསྲུང་བ་ཞིག་རེད། དེ་འདྲའི་དབང་ཐོབ་པར་བྱེད་པ་ལ་དེའི་སྔོན་ལ་ཡང་དེ་ནི་ཐུན་མོང་གི་ལམ་བྱང་ཟེར་དུ་དགོས་པ་རེད། དེ་ལ་ཡང་དེ་ངེས་འབྱུང་དང་བྱང་ཆུབ་ཀྱི་སེམས་དང་ཨེ་ནི་སྟོང་ཉིད་ཀྱི་ལྟ་བ་ཟེར་དུ་དགོས་པ་རེད། ཧོ་ཏུ་སེ་རེ་ཤ་ད་ཏི་ག་ཏི

བསྲུང་དགོས། ཡང་ཡང་དམ་སྡོམ་བསྲུང་བའི་སྣོད་ཀྱི་མཚན་ཉིད་ཚང་བ་ལ་བྱང་ཆུབ་ཀྱི་སེམས་གཉིས། དོན་དམ་བྱང་ཆུབ་ཀྱི་སེམས་དང་ཀུན་རྫོབ་བྱང་ཆུབ་ཀྱི་སེམས་གཉིས་ཡན་ལག་དང་བཅས་པ་ལ་སྤྱོད་པའི་ལམ་ཐུན་མོང་བའི་རིམ་པ་ལ་བསླབ་དགོས་སོ། བྱས་ཙང་ད་ང་ཚོ་སྔོན་འགྲོ་བསགས་དགོས་རེད་ཟེར། སྔོན་འགྲོ་འབུམ་བཞི་དང་འབུམ་བཅུ་ལ་སོགས་པ་བསགས་ཡ་དེ་ཚོ་དེ་ལ་བརྟེན་ནས་ཡོང་གི་ཡོད་རེད།

ཅི་ཞིག་བརྟགས་ཏེ་རྒྱུད་ལས་སྐྱེས་འོང་བ་ཡིན་ནོ། ཚོགས་བསགས་དྲི་བ་སྦྱངས་པ་ཡིས་ནི་ལོ་བརྒྱར་མི་བགྱིད་སྙམ་པ་ཞིག་ཀྱང་འདུས་བྱས་བསོད་ནམས་མི་གནས་པ་ཡིན་པས་ཅི་ཞིག་བརྟགས་ཏེ་རྒྱུད་ལས་སྐྱེས་འོང་བ་ཡིན་ནོ། བཀའ་གདམས་པའི་གྱི་ཤེས་རྣམ་པ་ཚོས་དེ་འདྲའི་གསུངས་ཡོད་རེད། ད་རྒྱ་བོད་རིམ་གྱི་ཁ་སང་ལུང་དྲངས་ནས་གསུངས་སོང་ཨ། ཨོ་དེ་འདྲས་ཡིན་པ་རེད། ཡ་ཡ་ད་དེ་རིང་སློབ་ཚན་དེ་ལས་བཞག་གི་འདྲ། འདི་འདུས་བྱས་ནི། འདུས་བྱས་འོ་རེད་ད་ད་ལྟ་འདི་གང་ལ་འདི་ཡོད་རེད་སྨན་པ།